རང་བཞིན་ཐ་སྙད་ཚུལ་ལས་ཁེགས་པའི་ཤུལ་དེ་ལ། ངོ་བོ་གཅིག་ད་ཕན་ནས་བཞག་ཡ་ཁྱོན་ནས་མེད་པ་ཡིན་དུས་ཙང་ནས་བློ་ལ་མ་བསྟན་ཆགས་རྒྱུ་རེད། རེད་དེ་ཡིན་ནའི་དེ་འདྲ་དབུ་མའི་བློ་ནི་ཡིན་ནོ་ཞེས་དེ་སྐད་སྨྲ་བའི་ཚུལ་ལ་བལྟས་ན་མཛེས་གསུངས་འདུག་ད་དེའི་བཞུགས་སྒོ་རྩོམ་བྱ་བ་འདི་དྲང་ངེས་ལས་ཤིན་ནས་མོ་རེད་འོ་དེའི་ནང་ལ་ཡུལ་ཚུལ་གཉིས་ལས་མ་འདས་ཡུལ་ཚུལ་སྔ་མ་ལ་རིགས་པས་གནོད་པའི་ཕྱི་མ་ལས་འོས་མེད། ཅེས་གསུངས་འདུག་ད་རྩ་ཤེ་དྲི་བཞིན། ནང་ལ་ཡ། ད། ད་རྟགས་དོན་རྩ་ཡིན་དུ་ཚུད་ན་ཡིན་ཡང་མེད་ཐལ། དོན་གྱི་ངོས་ནས་ཡོད་པ་ཞིག་ཁས་བླངས་ན་རིགས་པས་ནུས་ལྡན་ངེས། ད་དེ་འདྲ་ཡིན་དུ་ཚུད་ན་མིང་གི་དབང་གིས་ཡོད་པ། འོས་མེད་ཀྱིས་བསྒྲུབས་པ་རེད་ལ། ཨེ་ནི། བློ་དེའི་ཕྱོགས་སུ་དྲང་བར་བྱའོ། ཟེར། ད་འུ་ཐུག་གི་ག་མེར་བྱེད་པ། ད། མིང་རྐྱང་རྟགས་ཡོད་ས་གི་ཐ་སྙད་ཕྲ་མོ་འདི། དགག་བྱ་ཕྲ་མོ་ནས་ཁེགས་པའི་ཤུལ་དེ་ལ་མྱོང་ཐོག་ནས། མིང་རྐྱང་རྟགས་ཡོད་ཙམ་ཞིག་ད་ག་རིག་ག་རིག་ཡིན་ཡག་བྱེད་མ་གཏོགས་ཁག་པོ་ཤ་རེད། ད་དེ་འདྲ་ཡིན་དུ་ཚུད་ན་དབུ་མ་འགོག་པ་རེད་ཟེར་ཡི་ན་ལ་ཡ། རྗེ་རིན་པོ་ཆེ།

ད་མིང་གི་དབང་གིས་ཡོད་པ་འོས་མེད་ཀྱི་སྒྲུབ་ནས་ཡོང་དུས་མིང་གི་དབང་གིས་ཡོད་པ་ཁོ་ན་མ་གཏོགས་མེད་པ་གཅིག་ལ་ང་རང་ཚོ་ལ། ད་དགག་བྱ་བདེན་པ་དབང་ཤེས་ལ་གནང་ད་མི་གནང་ཟེར་ནས་ང་ཚོ་དགོངས་པར་བརྩི་ན་ལས་གསལ་པོ་འདུག་ལ་ད་ག་ད་དེ་ཡིན་ཏེ་ད། ཆོས་ཅན་མཐུན་སྣང་བ་ཡོད་མེད་ཟེར་ད་རང་གིས་རྩོད་དེ་ད་དེ་གང་ལེགས་དགོས།

བཏང་དོན་ཟེར་ན་ཉེ་ཡ་མི་འདུག་ད་མིང་གི་དབང་གིས་ཡོད་པ་ཞིག་མ་གཏོགས་མི་འདུག་དེ་འདྲ་ཡིན་དུས་ད་ང་ལ་གནང་བ་འདི་མིང་གི་དབང་གིས་ཡོད་པ་ཞིག་གནང་གི་མི་འདུག་དོན་གྱི་ངོས་ནས་ཡོད་པ་ཞིག་གནང་གི་འདུག་ད་དེ་མེད་ཐག་ཆོད་རེད་བསམ་པའི་ཐག་ཆོད་པ་ཞིག་ཡོང་ཡ་འདུག་ག་ད་འདི་ག་རི་ག་རི་ལོག་གོམས་པ་ཡིན་ན་ཨེ་ནི་སྟོན་ཁ་ལ་ཆུ་སྐྱེས་སོགས་སྐལ་བཟང་རྒྱ་མཚོས་གསུངས་རེད་སྟོན་ཁ་ལ་ཆུ་འཛིན་འདེང་པ་བཞིན་དབྱིངས་རང་སེམས་དབྱེར་མེད་སྣང་ངོ་རོ་མྱོང་སྣང་གི་སྤྲོས་པ་མ་ལུས་ནོ་གསུངས་བཞག་སྟེ། རྒྱལ་བ་དབེན་ས་བའི་གསུང་དེ་ཤུགས་ཆེན་པོ་འདུག་སྣང་བརྙན་ལ་ཁྱེད་ཚོ་སངས་རྒྱས་ཡེ་ཤེས་ཀྱི་གསུང་དེ་ཡག་པོ་ཡག་པོ་རེད། གང་ཤར་རྣམ་རྟོག་འཛིན་པར་ཡོང་རེག་ན་བདེན་སྟོང་སྤྲོས་བྲལ་ཞབས་ལ་ལྟོས་མེད་བཞག། ཤར་བའི་ངང་དུ་རིག་པ་གཞུག་བ་ལ་རྩེ་གཅིག་མཉམ་པར་འཇོག་པ་ཨེ་མ་ཧོ། ད་དེའི་སྒང་ལ་མཉམ་པར་བཞག་པ་ཡིན་ན། རྒྱལ་བ་དབེན་ས་བ་ཞིག་ལ་གསུང་བ་ནང་བཞིན། ཨེ་ནི། གདོད་ནས་དག་པའི་ཆོས་དབྱིངས་ནམ་མཁའ་ལ། སྣ་ཚོགས་རྟེན་འབྲེལ་སྤྲིན་ཕུང་ཅི་ཡང་ཡོད། རྣམ་དག་རིག་པའི་རླུང་གིས་བཅད་པ་ན་སླར་ཡང་ཀུན་གསལ་ཉིད་དུ་ཐིམ་པར་འགྱུར་ཟེར་ནས་ད་གསུངས་བྱ་དེབ་འདི་ཡང་ཡང་འགྲོ་བ། ད་དེའི་ཐོག་ལ་ཞི་གནས་ཀྱི་ཉམས་མྱོང་ཅིག་ཡོད་རོགས་བྱས་ན་ད་དེའི་སྒང་ལ་དམིགས་པ་ལྷན་ནེ་བསྡད་ཐུ་ཡག་ཅིག་ད་དེ་བྱུང་ན་ཨེ་ནེ་གོ་ང་ཉག་དྲ་གནས་པས་ད་བསྟན་འཛིན་བདར་སི་སི་ཆི་ཆི་རེད་མཐའ་མར་འདི་ད་བསྟན་འཛིན་བརྒྱུད་ཐོ་འདིའི་སྟེང་ནས་གོ་ད་པས་གནས་དབྱུང་བཏང་ཐུ་བ་ཞིག་ད་ཡོང་ཡག་ཡོག་རེད།

ཁ་སང། གང་ལྟར་ཡིན། དེ་འབྲེལ་གྱི་ད་ལུས་རྟེན་བཟང་པོ་དེ་རང་བཞིན་མེད་པ་ཆགས་བྲལ་དུ་ཆུད་མེད་པའི་གཤིས་ལུགས་རེད་བ། ད་ཡིན་ནའི་གོ་སྐབས་འདི་འདྲའི་ཡག་པོ་ཡོད་པ་ཅིག་ད་ཨེ་ནས་ད་ནམ་ཞིག་མེད་པ་ཆགས་འགྲོ་གི་རེད་ད་དེ་ད་དངོས་གནས་དེ་འདྲི་གི་བའི་དགའ་ཚོར་རེད། མི་རྟག་པའི་གཞན་དབང་དུ་དམག་སོང་གོང་ལ་ད་ཉི་མ་གཅིག་ལས་མེད་ནས་འདི་བསམ་བློ་བཏང་བསམ་པ་ཅིག་ཡོང་བསྡད་གི་འདུག་བ།

ང་ཚོ་བསྟན་འཛིན་གྱི་དཔལ་བློ་བསྡམས་བསྡད་པ་དེ་རྟགས་པར་ཐུག་འགྲོ་ཡ་ཆེ་འདུག་ག་དེ་བྱང་ཆུབ་ངོ་འཕྲོད་ཡ་ཆེ་བྱང་ཆུབ་ངོ་འཕྲོད་ན་དཔེ་ནི་བྱང་ཆུབ་དོན་གཉེར་སེམས་ཅན་ཐམས་ཅད་གཞན་དོན་ནི་གཞན་རྒྱུད་ཀྱི་མྱང་འདས་ཡིན་ལ་སོང་བ་ནང་བཞིན་དེ་ལྟ་བུའི་མྱང་འདས་ལ་དགོས་འདོད་ཀྱི་བློ་ཡོད་དགོས་རུ་བ་རེད་ཤེ་མྱང་འདས་ཟེར་ན་ག་ཡིན་པ་མ་ཤེས་པ་བྱས་བྱང་ཆུབ་ཟེར་ན་ག་ཡིན་པ་མ་ཤེས་པ་བྱས་ཨེ་ནི་སེམས་ཅན་ཐམས་ཅད་མྱང་འདས་ལ་དགོས་ཡ་གི་ཆེད་དུ་ཨེ་ནི་རང་གི་ཨེ་ནི་རྣམས་ཀྱི་རྒྱལ་བའི་གོ་འཕང་ཐོབ་པར་བྱ་གི་ཡིན་སེམས་ནས་ད་ཀོ་ཕུགས་སུ་སོར་ཞིག་འདུག་ག།